དེའི་ནང་ནས་ངོས་བཟུང་མེད་པའི་སེམས་ཉིད་སྟོང་པ་ཡི་དབྱིངས་ལ། མ་འགགས་རང་བྱུང་གསལ་བ་རིག་པ་ཡི་སྒོ་མོ། ངོ་བོ་གསལ་སྟོང་རྗེན་པ་རང་ས་རང་བབས་སུ་གཞོག་དང་སྒོམ་པ་ཞི་ལྷག་ཟུང་འཇུག་རྟོགས་པ་ནི་ཉེའོ། ལྟ་ཅི་ང་རང་ཚོ་སེམས་ཟེར་མཁན་གོ་འདི་རེད་ཅེས་ནི་ང་ཚོ་ངོས་བཟུང་པ་ཡིན་ན་ཨེ་ནི་དེ་ལ་དབྱིབས་དང་ཁ་དོག་ལ་སོགས་པ་གང་ཡང་ཡོད་མ་རེད། དེ་འདྲ་ཡིན་དུས་སེམས་ཀྱི་རང་བཞིན་དེ་སྟོང་པ་རེད་སོང་ནས་ངོས་བཟུང་མེད་པ་སེམས་ཉིད་སྟོང་པ་ཡི་དབྱིངས་ལ་བཟུང་དུས་ཨེ་ནི་བས་སེམས་ཀྱི་ངོ་བོ་སྟོང་པ་ཡིན་པ་དེ་གསུངས་རེད་བ། མ་འགགས་རང་བྱུང་གསལ་བ་རིག་པ་ཡི་སྒོ་མོ་གསུངས་དུས་སེམས་ཀྱི་གསལ་བའི་ཆ་དེ་རེད་བ། སེམས་ཀྱི་མཚན་ཉིད་དེ་གསལ་རིག་གི་རྣམ་པ་དེ་གསུངས་གི་འདུག་བ། དེ་ཡིན་དུས་འདིའི་ནང་ནས་སེམས་གསལ་སྟོང་ལ་གཏན་ལ་ཕབ་ནས། དེ་འདྲའི་ངང་ནས་ང་རང་ཚོ་རང་གི་སེམས་གསལ་སྟོང་གི་ངོ་བོ་དེའི་ངང་ལ། རང་བབས་ལོགས་སུ་ད་དཔྱད་བརྗོད་མ་བྱས་པའི་བཞག་ནས་རེད་བ། དེ་ཡིན་དུས། ད་ཐག་པོ་རིན་པོ་ཆེ་གིས་གསུངས་ཡོད་བ། དཔྱད་བརྗོད་མ་བྱེད་རང་སར་ཤོག་ལྟ་ཉུལ་མ་བྱེད་རང་སར་ཤོག་གསུངས་པ་ནང་བཞིན་གྱི། རང་བབས་སུ་བཞག་པ་ཡིན་ན། དེ་ནི་དེའི་ནང་ནས་གཞི་གནས་དང་ལྷག་མཐོང་ཟུང་འཇུག་གི།

ད་དེ་ག་རེད་ཟེར་ན་སྣང་བ་ལྷན་སྐྱེས། ང་རང་ཚོ་མིག་གི་ཡུལ་དུ་གཟུགས་རྣ་བའི་ཡུལ་དུ་སྒྲ། ཨེ་ནི་དཔེ་ཅིག་སྣ་ཡི་ཡུལ་དུ་དྲི་ལྕེ་ཡི་ཡུལ་དུ་རོ་ལུས་ཀྱི་ཡུལ་དུ་རེག་བྱ་ལ་སོགས་པ་ཨེ་ནི་ཡིད་ཀྱི་ཡུལ་དུ་ཆོས་སྐབས་ད་དེ་འདྲས་ཀྱི་ཚོགས་དྲུག་གི་སྣང་བ་ག་འདྲས་ཀྱི་རིག་གནས་དེ་ཐམས་ཅད་ཀྱང་དེ་ནི་ཁོ་རང་རང་ངོས་ནས་རང་བཞིན་གྱིས་གྲུབ་པ་ཅིག་མ་རེད་ཟེར་བ་དེ་ཐམས་ཅད་ཨེ་ནི་སེམས་ཀྱི་རང་གི་གསལ་སྟོང་དེ་ཡིས་ཨེ་ནི་ཅིག་འཆར་སྒོ་ཅིག་རེད་དེ་འདྲ་ཡིན་དུས་དེ་སྣང་མཁན་དེ་ལ་ཚོད་བལྟས་པ་ཡིན་ན་ཨེ་ནི་དངོས་གནས་བལྟ་བྱ་དང་བལྟ་བྱེད་གཉིས་ཀ་རང་གི་སེམས་ལ་འདྲེས་པའི་སྐབས་ན་ཨེ་ནི་སྣང་དོགས་ལ་མིན་ཏེ་ཨེ་ནི་སེམས་ཀྱི་ཆོས་ཉིད་ཀྱི་ཤེས་པ་རེད་སོང་ནས་ད་འདི་ག་ནས་སྣང་བ་ལྷན་སྐྱེས་དེ། གསུང་གི་ཡོད་པ་འགྲུབ་ཅིག་དེ་འདྲའི་ཅིག་ང་རེ་ངོས་འཛིན་འགྲུབ་ཞུ་གི་ཡོད། ད་དེ་ནས་ཀུན་གཞི་དག་པའི་ཀློང་ན་གློ་བུར་གྱི་རྣམ་རྟོག་ཤར་ཀྱང་མྱང་བ་མི་དགོས་ཤར་མཁན་ལ་ལྟོས་དང། རྣམ་རྟོག་རང་སེམས་ཁོ་ན་སྤང་ཉིད་ནི་དབྱེར་མེད། དངོས་སུ་བྱེད་ཆོས་མ་བྱས་དེ་ཡི་ངང་ལ་ཞོག་དང་གསུང་འདོན་རྩ་འགྲེལ་ད་འདི་གཙོ་བོ་དེ་རྣམ་རྟོག་ལྷན་ཅིག་གི་སྒོ་ནས་གསུང་གི་ཡོད། ད་ང་རང་ཚོ་སེམས་ཀྱི་ཀུན་གཞི་དག་པ་ཟེར་ནས་ད་ཀུན་གཞི་དེ་སེམས་ཀྱི་རྩ་བའི་རང་གི་སེམས་ཀྱི་ད་ག་དེར་བ་སེམས་ཉིད་ལྷན་ཅིག་དེའི་ངང་ནས་ཨེ་འདྲ་ཅིག་རྩའི་གློ་བུར་གྱི་རྣམ་རྟོག་དེ་འདྲ་ཤར་བ་ཡིན་ནས་ཨེ་འདྲ་དེ་ཤར་བྱུང་བསམ་ནས་དེ་ལ་ཡང་ཅིག་ཞེད་སྣང་དང་རྔམ་སྐྲག་བྱེད་དགོས་ཀྱི་ཡོད་མ་རེད། དེ་ཡིན་དུས་རང་གི་སེམས་ཀྱི་རྣམ་རྟོག་གི་འདྲེ་ཞིག་ཤར་ཡིན་ནི། དེ་ལ་ཡང་ཅིག་རང་གིས་གཏན་ནས་སྐབས་ལ་ཨེ་ན་སྤང་བྱའི། སེམས་དང་གཉེན་པོའི་སེམས་བྱས་ནས་དབྱེར་མེད་པ་རེད། དེ་དུས་ཡིན་དུས་དེ་ནི། ཅིག་མ་འོངས་པའི་རྣམ་རྟོག་མངོན་མི་ཚོར་བ། ཨེ་ན་འདས་པའི་རྣམ་རྟོག་ལ་ཅིས་མ་ཆོད་པ། ཨེ་ན་ད་ལྟའི་རྣམ་རྟོག་ཡིད་ལ་མི་བྱེད་པའི་ངང་ལ་དུས་གསུམ་མཉམ་པ་གཉིས་ཀྱི་ངང་ལ་བཞག་ནས་ཡིན་ན་ཨེ་ན་དེའི་ངང་ལ་འཁོར་རང་སེམས་གསལ་སྟོང་དེའི་ངང་ལ་གྲོལ་འགྲོ་གི་རེད་གསུངས་པའི་འདི་རྣམ་རྟོག་ལྷན་སྐྱེས་ཀྱི་ངོ་སྤྲོད་ཅིག་རྣམ་པར་རོལ་ཅིག་ངོས་འཛིན་ཞུ་གི་ཡོད། ད་དེ་འདྲའི་སྐྱེ་མེད་བཞི་ཡོད་པའི་ལོ་མངོན་སུམ་དུ་གཏོང་ས་སྲིད་ཞི་ཟ་མཁན་གཅིག་པའི་སྤུ་རིས་ནི་མི་མེད། ད་ཚེ་ལྕགས་སྒྲོག་ཐམས་ཅད་རང་ས་ལ་དྲུད་འགྲོ་དཀའ་ལོ་གཅིག་ཐུབ་བྱ་བ་འདི་དག་ཡིན་ནོ། ད་འདི་ཡིན་དུས་ཙང་ནི་ད་སྐྱེ་མེད་སེམས་ཀྱི་སྐྱེ་བ་མེད་པ་བཞི་ཡི་གནས་ལུགས་འདི་མངོན་སུམ་དུ་རང་གིས་ཅིག་ཉམས་སུ་མྱོང་ནས་རྟོགས་པའི་ཚེ་ན་ད་ནི་སྲིད་པ་ཁམས་གསུམ་འཁོར་བ་བཟང་ངན་གཅིག་གི་སྤང་བྱ་སྡུག་པོ་གཅིག་དང་ཞི་བ་མྱ་ངན་ལས་འདས་པ་གཅིག་བསྒྲུབ་བྱ་བཟང་པོ་གཅིག་དེ་འདྲས་ཀྱི་དེ་ནི་སྤུ་རིས་གང་ཡང་ཡོག་མ་རེད། དེ་ཡིན་དུས་སྤུ་རིས་མི་དམིགས་པ་རེད་འདུག་གང་ཡང་དམིགས་ཡག་མི་འདུག་གསུངས་པ། དེའི་སྐབས་དེ་དེ་ནི་གཉིས་འཛིན་གྱི་བློ་ཟད་པའི་སྐབས་ལ་དེ་ནི་ངག་དེ་གཞན་སེམས་ཀྱི་མེད་པ་ཡིན་དུས་སྡང་སེམས་ལྡན་པ་ཡིན་པ་རེད་དེ་ཡིན་དུས་སྡང་སེམས་ཀྱི་སྐྱབས་གྲོགས་ད་ལྟ་ང་རང་ཚོ་དང་པོ་ཅིག་ཡོད་རེད་དེ་ཨེ་ནས་སེམས་ཀྱི་གནས་ལུགས་དེ་རྟོགས་ན་སྡང་སེམས་དེ་རང་ས་ལ་གྲོལ་གི་རེད། དེ་ཡིན་དུས་ད་འདི་དཀར་པོ་གཅིག་ཐུབ་ཟེར་མཁན་དེ་སྨན་དཀར་པོ་གཅིག་ཐུབ་ཟེར་མཁན་གྱི་ནད་ཐམས་ཅད་ལ་ཡང་ཕན་མཁན་གྱི་སྨན་ཅིག་ཡོད་གསུང་ཡ་གཅིག་ཡོད་རེད་བ་དེ་འདྲ་བཞིན་ང་རང་ཚོ་ལ་ཡང་དེ་ནི་སེམས་ཀྱི་སྣང་བའི་ཐོག་ནས་ཡིན་ནའི་འདྲ་རྣམ་རྟོག་གི་ཐོག་ནས་ཡིན་ནའི་རེད་གང་འདྲས་ཅིག་ཡོང་གི་ཡོད་པ་ཡིན་ནའི་དེའི་ཐོག་ལ་ང་རང་ཚོ་སེམས་ཀྱི་གནས་ལུགས་གང་ལ་བསྡད་ཐུབ་པ་ཡིན་ན།